ཁྲིད་མེད་ལུང་མེད་བྱས་ནས་ནི། དམངས་ཚོགས་དང་བཅའ་ཁྲིམས་རིན་པོ་ཆེ་གང་ཡང་མ་ཐོན་པར་བྱས་ནས། དེའི་དོན་ངས་དེ་ག་ལ་ཡང་ང་ཚོ་ཉམས་པ་ལ་སོང་གི་ནས་དེ་ག་ལ་ངོ་རྒོལ་བྱེད་དགོས་རེད་ལ། མ་འོངས་པའི་ཁོང་ཚོ་ལ་ཡང་མི་མཐུད་ནས་ངོ་རྒོལ་བྱེད་ཡ་རེད་ཟེར་ཞོད་ཡིན། ཁོང་ཚོའི་ཁྲིད་ཁང་རྣམ་པ་མ་འདོན་བར་དུ་ང་ཚོ་དམངས་ཚོགས་དང་བཅའ་ཁྲིམས་རིན་པོ་ཆེ་ཡོད་མ་རེད། ད་ཡིན་པས་ཡིན་ན་ཡང་ཡང་མི་མང་གིས་ག་རེ་ཞུ་འདོད་ཀྱི་འདུག་ལབ་ན། གལ་སྲིད་སྤྱི་འཐུས་རྣམ་པ་དེ་ཡང་ཡང་ད་བག་གི་ཚོགས་འདུ་ལ་དང་པོ་ཞུ་བ་ཡིན་ན། ཁྱེད་ཚོ་ག་རེ་བྱས་ཡ་ཡིན་ཟེར་གསུངས་འདོད་ཀྱི་འདུག་ར། ང་ཚོ་གིས་སྤྱི་འཐུས་རྣམ་པ་དེ་ཡང་བག་གི་ཚོགས་འདུ་ལ་དང་པོ་ཞུ་ན་རེད་མ་ཞུ་བ་རེད་ན་རེད། གནའ་ནས་ཁོ་རང་ཚོ་ཁོ་རང་ཚོ་འགལ་གྱིན་ཞར་ལས་ཀྱི་གནང་གི་རེད་སྔོན་མ་ཡིན་ན་ཡང་སྤྱི་འཐུས་རྣམ་པ་དེ་ཡ་ལ་ཡ་འབྲེལ་བ་ང་ཚོ་གི་ཉམས་པ་ལ་སུ་ངོ་ནས་ཡང་ཨ་ནི་ཁོ་རྣམ་པ་གི་ག་རེ་བྱེད་ཀྱི་འདུག་ང་ཚོ་གི་སྔོན་མ་ནས་ལྟ་ཡོད་མ་རེད་ད་ལྟ་ཡང་ལྟ་ཡ་མ་རེད་ཞུ་ཡ་ཡིན་ད་དེ་ཡ་ཅང་ད་ད་ལྟ་ཁོ་རང་ཚོ་གི་སྤྱི་འཐུས་ཞེ་བཞི་ཞེ་ལྔ་དེ་གི་ལག་པ་ཕྱེ་ས་དེ་གོང་ས་མཆོག་བཟོ་ཡོད་འདུག་ཧང་ཟ་ཡ་གི་བློ་ཕངས་ཡོད་ཞུ་ཡ་ཡིན་ར། ག་རེ་ཡིན་ཟེར་བ་ཡིན་ན། ད་གོང་ས་མཆོག་གིས་གལ་སྲིད་རི་དྭགས་བ་ཀའི་ཚོགས་ཐོག་ལ་དམ་འབུལ་ཞུས་ཟེར་ནས་གོང་ས་མཆོག་གིས་གསུངས་པ་ཡིན་ན། ཨ་ནི་འཛམ་བུ་གླིང་པ་ཡིས་གོང་ས་མཆོག་འཛམ་བུ་གླིང་པ་ཡི་ཞི་བདེའི་ཞི་བདེའི་དེད་དཔོན་ཆགས་འདི་གོ་རེད། འཛམ་བུ་གླིང་པ་ཡི་གུ་ཞབས་བྱེད་ས་ཆགས་འདི་གོ་རེད། ད་ག་ན་ཤེས་ཀྱི་ང་ཚོ་ལ་ཡང་དམངས་ཚོགས་སུད་རའི་ནག་ཉེས་ཀྱི་ཆེས་ཐོག་མ་ཡི་ཨ་ནི་དབུ་ཁྲིད་ཅིག་ཆགས་འདི་གོ་རེད། ཨ་ནི་གལ་སྲིད་གོང་ས་མཆོག་གིས་ཨ་ནི་བ་ཀའི་ཚོགས་ཐོག་ལ་དམ་འབུལ་ཞུས་སླ་བ་ཡིན་ན། ཨ་ནི་ད་ལྟ་ཁྲི་དཔོན།

དེ་ཞུས་བྱ་བ་ཡིན་ན་ཕན་ཚུན་གཉིས་ཆ་ལ་གནད་འགག་མེད་འཇུག་གིས་གཉིས་ཕན་དབུ་མའི་ལམ་ལ་འགྲོ་ཐུབ་རུང། ཡིན་ན་ད་དེ་འགྲོ་མ་ཐུབ་བའི་ཆེད་ནས་ཨ་ནི་ད། གོང་ས་མཆོག་ལ་ཡང་ཨ་ནི། ལག་པ་ཕྱེ་ས་བཟོ་བ་ཡིན་ན། གལ་སྲིད་གོང་ས་མཆོག་ལ་ཡང་ད་ལག་པ་ཕྱེ་ས་བཟོ་གི་ཡོད་པ་ཡིན་ན། ཨ་ནི་ད་གོང་ས་མཆོག་གིས་གསུང་བདེ་པོ་ཡོད་མ་རེད་བ། ཡིན་ནས་ཀྱང་ད་ངས་ད་ལྟ་གར་སོང་གི་ལ་ན། ད་ལྟ་དུས་ཚོད་བཞི་བོ་གཅིག་འགོར་གི་འདུག་ད་ད་གོང་ས་མཆོག་ལ་ཡང་ཨ་ནི། ཤ་དྲི་ཕུ་ཡ་ད་མ།

ཨ་འདི་བྱས་པ་ཡིན་ན་ཆོས་སྤྱི་ནས་ལྷུང་བ་ཡིན་ན་དེའི་གནད་འགག་ཆེན་པོ་དེ་དཀའ་ངལ་ཆེན་པོ་ཞུ་རྒྱུ་ཆེ་གི་རེད་བ། ད་ད་ག་ནས་ཤེས་ཀྱི་ང་ཚོ་གི་གལ་སྲིད་རེད་ད། གོང་ས་གལ་སྲིད་ཀྱི་དངོས་དངོས་ཡིན་ན་ཚུལ་གྱི་གོང་ས་མཆོག་ལ་ཡ་ཁ་ཡོད་ལག་ཡོད་ཞུས་པ་ཡིན་ན་ང་རང་འདྲ་བོ་ཡིན་ན་རེ་བ་ག་རེ་ཞུ་གི་ཡོད་ལབ་ན་ཁོ་རང་ཚོ་སྤྱི་འཐུས་རྣམ་པ་དེ་ག་ལ་ཡ་ཐབས་ཤམ་ཐབས་ལམ་དང་ཐབས་ཤེས་ཡ་ཞུ་དེ་དྲང་པོ་དྲང་ཤ་བདེན་པ་བདེན་ཐུགས་ག་ལ་འགྲོ་ཐུགས་ཡ་དེ་ངས་ག་རེ་ཞུ་གི་ཡོད་ལབ་ན། གོང་ས་མཆོག་གི་མཉམ་འདུག་ལ་ཡ་སྤྱི་འཐུས་བཞི་ཅུ་ཞེ་ལྔ་དེ་གི་ཐད་དང་སྐར་མ་ཉུ་རྩ་ལྔ་ཚེ་སྐར་མ་སུམ་ཅུ་ཚེ་ཕར་ཚུར་གོང་ས་མཆོག་མཉམ་དུ་གོང་ས་མཆོག་རྗེས་ནི་ཨ་ནི་གསུང་བཤད་ཅིག་ཞུས་པ་ཡིན་ན་ཁོ་རང་ཚིག་ད་ད་ད་དང་པོ་ཞུ་མ་ཞུ་འདི་གོང་ས་མཆོག་ག་རེ་གསུངས་པ་ཡིན་ནས་ཀྱི་ད་ག་རང་ད་ག་རང་བྱ་རྒྱུ་བྱེད་འགྲོ་བཞག་པ་ཡིན་ནས་ཁོ་རང་ཚིག་ལ་ཡང་དངོས་གནས་ཀྱི་ད་ཧང་ཟེར་ཡ་གྱི་ནི་བློ་བདེ་པོ་དང་མི་མང་ཡིན་ན་བློ་བདེ་པོ་ཨ་ནི་ཚང་མ་བློ་བདེ་པོ་ཡོང་གི་རེད་བསམ་གྱི་འདུག་ར་འོ་འདིས་ང་རང་གི་བསམ་ཚུལ་གཅིག་ཞུ་བ་ཡིན།

དཔལ་དུ་དང་འཛམ་བུ་གླིང་ལ་ཡང་མ་ཕྱིན་ཡོད་མ་རེད་ལ། གོང་ས་མཆོག་འཛམ་བུ་གླིང་གི་འཛམ་གླིང་ཞི་བདེའི་སྡེ་དཔོན་ཆགས་ཀྱི་ཡོད་རེད་བ། འོ་འདི་ལ་ཡང་ཨ་ནི་ད་ད་ད་དེ་འདྲས་ཅན་ནི་ཁོ་རང་ཟིག་གིས་ཡང་སྐད་ཆ་དེ་ཚོ་གོང་ས་མཆོག་གིས་མ་ཨ་ནི་གསུང་ཆོག་དེ་ད་ད་མ་མ་ལབ་ཅིག་ཡང། འདྲ་མི་འདྲ་དེ་འོ་ལ་ཡང་འདྲ་མི་འདྲ་ཞུས་པ་ཡིན་ན། ཨ་ནི། ད་འཛམ་བུ་གླིང་ལ་ཡང་ཨ་ནི་གོང་ས་མཆོག་ལ་ཡང་གཟིགས་དེ་ཉིད་མང་པོ་ཡོད་རེད་བ། ང་ཚོ་ཧྱ་གོ་མ་རེད་མ་གཏོགས་གོང་ས་མཆོག་གི་ཤ་ལས་གནང་སྟངས་ལ་ཡང

དེ་གཅིག་རེད། གཉིས་པ་འདི་ལ་ཡང་མི་མང་མང་པོ་ཞིག་གི་དྲི་བ་ཁ་དྲུད་ཀྱི་འདུག་ལགས་ན། ཁྱོད་ཚོ་ཉམས་པ་སླར་གསོ་ངོས་ནས་ནི་གལ་སྲིད། གཅིག་སྡུད་ལེན་གཅིག་སྡུད་ནན་པ་དེ་ག་ཡིས་ནི་དེ་འོ་ལ། བ་ཀའི་ཚོགས་འདུ་འོ་ལ་དང་པོ་ཞུ་བ་ཡིན་ན། ནི་ཁྱོད་ཚོ་ཉམས་པ་སླར་གསོ་ངོས་ནས་ག་རེ་བྱས་ཡིན། གསུང་གི་འདུག་ར། ང་ཚོ་ཉམས་པ་སླར་གསོ། བཅུ་བདུན་དུ་ཟུར་གྱིས་གར་བྱེད་མ་བྱེད་ང་ཚོ་ཉན་པ་ལ་སོགས་ཀྱི་བྱུས་གཏོགས་ཡོད་མ་རེད་རོ། གར་བྱེད་བས་ག་ལ་ན་ཁོ་རང་ཚོ་མི་མང་གྱ་བསྐོས་བཞག་རྒྱུ་ཅི་རེད་མི་མང་གི་ཁོ་རང་ཚོ་ལ་ཡིད་ཆེས་བྱེད་ནས་བསྐོས་རེད། འདི་གའི་དམངས་ཚོགས་གང་ལ་ནས་བསྐོས་བཞག་རྒྱུ་རེད་ཁོ་རང་ཚོས་དམངས་ཚོགས་དང་བཅའ་ཁྲིམས་རིན་པོ་ཆེ་ལ་བསྐོས་བཞག་བྱེད་མ་ཐུབ་ན། ཨ་ནི་བཅུ་བདུན་དང་པོ་བར་གྱི་ཚོགས་གཏོགས་ལ་ཞུ་བ་ཡིན་ན་ཡང་ང་ཚོ་ལ་ཐབས་ཤེས་ཡོད་མ་རེད་ཡིན་ན་ང་ཚོ་ང་ཚོ་མི་ཡུལ་དུ་ག་ལ་ན་ང་ཚོ་གི་ད་ལྟ་ཁྲི་དཔོན།

བཅའ་ཁྲི་རིན་པོ་ཆེ་དང་དམངས་གཙོ་སྲུང་སྐྱོང་གི་ཆེད་དུ་ཡིན་ཙང་ང་ཚོ་གི་མི་ཐུ་ནི་ནི་ཁྲི་དཔོན། ད་ད་ཁྲི་དཔོན་བྱ་བ་སོང་དུ་མར་འགྲོ་འདྲ་བར་དུ་ང་ཚོ་གི་ཉན་པ་ལ་སུ་ངོ་ནས་ངོ་རྒོལ་བྱེད་དགོས་ཡ་དེ་ཤིན་ཏུ་ཨ་ནི་གལ་ཆེན་པོ་མཐོང་གི་འདུག་ལ་མི་མང་ཀྱང་ང་ཚོ་ལ་རྒྱབ་སྐྱོར་བྱེད་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་ཞུ་ཡ་ཡིན་ག་རེ་ཡིན་ཟེར་བ་ཡིན་ན། གལ་སྲིད་རེ་ད། ང་ཚོ་ཡི་ད་ལྟ་ཁྲི་དཔོན། ཟུར་པ་གསུམ་འདི་ཨ་ནི་ད་ལྟ་ཁྲི་ཁག་བཙན་འཛུལ་བྱས་ནས་བཞུགས་འདུག་ཡོད་ཙང། ཁོང་རྣམ་པ་གསུམ་འདི་ལ་རང་ལངས་ཕྱག་ལངས་བྱས་ནས་ཨ་ནི་ཁྲི་ཁག་ནང་ལ་བཙན་འཛུལ་བྱས་ནས་ད་ལྟ་འདི་ནས་ཞག་བཞག་པ་ཡིན་ན། ང་ཚོ་མ་འོངས་པ་ཨ་ནི་དམངས་གཙོ་ཆགས་ཐུབ་ར་ལ་ན་རྩ་བ་ཉིད་ནས་ཐུབ་མ་རེད། ང་ཚོ་མ་འོངས་པ་དམངས་གཙོ་ཡི་ལང་ཀར་འགྲོ་ཐུབ་ར་ལ་ན་རྩ་བ་ཉིད་ནས་འགྲོ་ཐུབ་མ་རེད་བ། འདི་འདྲི་སོང་ཙང་ཡང་ང་ཚོ་ཡི་ཁྲི་དཔོན། ཨ་ནི་བཟོད་པ་རྣམ་པ་གསུམ་དེས་མ་དཔེའི་ཚ་འཇོག་འདི་ཡ་འདི། ཡང། ཨ་ནི་མ་འགྲོ་འགྲོ་བར་དུ་ང་ཚོ་ཉམས་པ་སླར་གསོ་ངོས་ནས་མི་ཐུབ་ནི་ངོ་རྒོལ་རྒྱག་དགོས་ཡ་རེད་ལ། ཨ་ནི་མི་མང་གིས་ཡང་ང་ཚོ་ལ་ཡང་ཨ་ནི་རྒྱབ་སྐྱོར་བྱེད་དགོས་ཡ་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་ར། ད་ཡིན་པ་ཡིན་ན་བྲེལ་བ་མང་པོ་ཅིག་ག་འདྲི་ཞིག་སླེབས་ཀྱི་འདུག་ལ་ན། ཨ་ནི་གོང་ས་མཆོག་གིས་གསུང་བཤད་ག་རེ་གནང་པ་ཡིན་ན་ཡང་ཁྱོད་ཚོ་ཏི་བོ་ལ་འགྲོ་འུར་བས།

དེ་ནས་བཟུང་ཙང་ཡང་ང་ཚོ་གིས་ཉམས་པ་ལ་སོང་བ་ནས་ག་རེ་རེ་བ་ཞུ་འོ་ལ་ན་རྒྱལ་སྲིད་གོང་ས་མཆོག་གིས་ང་ཚོ་ལ་ཡང་ཁྲི་དཔོན་བཟོས་པ་འདི་ག་འདི་འོ་ལ་ཡང་ཨ་ནི་དམ་འབུལ་ཞུ་ཡ་དང་ཨ་ནི་ང་ཚོ་གིས་འདི་ག་རང་གིས་ཨ་ནི་འདི་གོ་བ་རེ་གསུངས་པ་ཡིན་ན་ང་ཚོ་གིས་གོང་ས་མཆོག་གིས་ཨ་ནི་ད་ལྟ་སྤྱི་མཐུན་ལྷན་ཚོགས་ལ་ཡང་ཨ་ནི་སྤྱི་མཐུན་རྣམ་པ་འདི་ག་མཉམ་དུ་ཐད་གཏོང་བྱས་ཆེད་ཐད་གཏོང་སྐར་མ་བཅོ་ལྔ་ཉུ་ཤུ་ག་ཚད་བྱེད་ཐུབ་ཡོད་ན་ཡང་བར་དུ་སྤྱི་མཐུན་དང་སྤྱི་མཐུན་ནང་སྤྱི་མཐུན་བྱེད་ཆུ་ཞེ་ལྔ་དང་གོང་ས་མཆོག་ཐད་གཏང་བྱེད་འགྲོ་ཐུབ་པ་ཡིན་ན་ཨ་ནི་དེའི་སེར་བུ་སེར་ཆ་ཆག་འགྲོ་འོ་རེད་དེ་གོང་ས་ཨ་ནི་ང་ཚོ་ལ་སྐད་ཆ་ཡོད་མ་རེད་ཡིན་ན་ཡང་ང་ཚོ་ཉམས་པ་ལ་སོང་བ་ནས།

གཅིག་སོ་སོ་གི་ངོ་རྒོལ་རྒྱ་ཆེ་མང་ཚོགས་བཅའ་ཡག་ཆེད་དུ་མང་ཚོགས་བཟོས། རྒྱལ་ཁབ་འདི་ལ་མང་ཚོགས་རག་ཡག་ཆེད་དུ་དངོས་གནས་ཡོད། སོ་སོ་སྦེ་ལ་བཙུགས་ནས་སྐྱག་ཉལ་ཀྱང་ཀྱག་རེད། ང་ཚོ་ལ་གོང་ས་མཆོག་གིས་དམངས་གཙོ་མ་གནང་ཤག་ཇོག་ཅིག་ཁོ་ཚོ་གི་རང་ལག་ཆ་ལག་བྱས་ནས་གཏོར་བཤིག་བཏང་པ་ཡིན་ན་ང་ཚོ་དེ་འདྲ་བྱས་ཤག་ཡ་ཡོད་མ་རེད་བ། འོ་དེ་འདྲ་སོང་ཙང་ང་ཚོ་ཤུ་ཚོགས་དྲ་ཇག་གང་ནས་མ་དོན་ནས་ཨ་ནེ་སྐད་ཆ་བཤད་དེ་དགོས་བ་རེད་མ་གཏོགས་ཅིག་གིས། གཞན་པ་ང་ཚོ་བཤད་ཡག་འདོད་པ་མེད་ཤུ་ཚོགས་དྲ་ཇག་གང་ནས་དོན་ཡག་འདོད་པ་སུ་གཅིག་ལ་ཡོད་མ་རེད་ང་ཚོ་མེད་རྩ་བ་གཉིས་ནས་མེད་དངོས་གནས་མེད། ཡིན་ནས་ཀྱང་ང་བློ་ཕངས་ཤོས་ཅིག་གར་བྱུང་ལ་ན་བཅའ་རྒྱའི་ཟངས་མདོག་རིན་པོ་ཆེ་ཡི་ཡ་ནི་བཅའ་ཁྲིར་བཅའ་ཁྲི་རིན་པོ་ཆེ་ལ་ཡང་འབྲས་ཤིང་ལོག་པ་བརྒྱ་བཅུ་དང། དེ་ག་ནས་ཤེས་ཡི་པད་མ་འཇུ་ནས་ལ་ཡང་སྔོ་ནས་ཀྱི། གུང་པད་མ་འཇུ་ནས་ལ་ཡང་ཉག་འཇུ་ཤེས་བྱ་ཁ་ཡི་ལ་ཡི། ད་ད་ད་ང་ཚོ་གི། དེ་འདི་སོང་ཙང་ཡ་ད་ད་ད། གོང་ས་མཆོག་གི་ཁོང་ཚོ་ག་རེ་གསུང་གི་འདུག་ལ་ནས་ང་ཚོ་ག་རེ་ཡིད་ཆེས་གོང་ས་མཆོག་གི། ཤ་ཁྲི་གྱི་མ་ཁོང་ཚོ་གི་ཡ་གོང་ས་མཆོག་ལ་ཤ་ཁྲི་ཕེ་མ་ཤ་ཁྲི་འཇོག་ནས་ཀྱི། ཁོང་ཚོ་གི་ཤ་ཁྲི་འདི་ལ་ཡང་སྔོ་ནས་ཀྱི་བདེན་པ་བདེན་མཐུ་དྲང་པོ་དྲང་ཤ་རེ་ལ་ཅི། ལ་མ་མཐུ་ཡ་རེ་བཟོས་ཚར་ར་ཁོང་ཚོ་གི།

གོང་ས་མཆོག་ནི་དམངས་ཚོགས་སུ་རེ་ན་ནི་གོང་ས་མཆོག་ཆགས་འདི་གོ་རེ། ཨ་ནི་གོང་ས་མཆོག་གིས་ནི་ད་དམངས་ཚོགས་རང་དགར་ལ་འགྲོ་ཡ་འདི་མ་འདུག་གསུང་ཐུག་གི་མ་རོ་དམངས་ཚོགས་རང་དགར་ལ་འགྲོ་ཡ་ཡིན་པ་ཡིན་ན་ང་ཚོ་ཁྲི་དཔོན་ཇག་པ་བཟང་འདི་འཁྲིད་མཁན་ཆགས་འདི་གོ་རེ་ནི་གོང་ས་མཆོག་གིས་ད་དེའི་འོག་ལ་དམ་འབུལ་ཞུ་སླད་ཆེད་ག་དུས་ནས་གསུང་སྲིད་གི་མ་རོ་བ་གི་ཚོགས་འདུ་འོག་ལ་ད་འདི་མ་གསུང་བ་ཡིན་ན་ཡང་ཕ་ཤོག་ཤོག་གི་ངོ་རྒོལ་རྒྱག་གི་རོགས། ཉེ་དུ་བཅུ་དྲུག་ལ་ངོ་རྒོལ་བརྒྱ་ཡིན་པ། གོང་ས་མཆོག། ཡིན་གྱི་ཡིན་གྱི་ཧ་གོ་གི་གོ་གི་ལ་ཡང་གོང་ས་མཆོག་ལ་མཛད་དཀའ་བཟོ་ཡ་དང་ངོ་རྒོལ་བརྒྱ་ཡ་ལ་ཁོང་ཚོ་ལ་ངོ་ཚ་ཡ་གོར་མེད་བ། འོ་དེ་འདྲི་སོང་ཙང་ཡང་ཡིན་གཅིག་མ་གཅིག་སྐུ་ཕྱི་ད་རེས་གོང་ས་མཆོག་ལ་ཡང་ཨ་ནི་མཛད་ཁ་དུ་མ་བཟོ་རོ་ནའས། གོང་ས་མཆོག་ལ་ཡང་དངོས་གནས་ཀྱི་མི། འཛམ་བུ་གླིང་འདོད་ལ་ཡང་གོང་ས་མཆོག་གི་ཨ་ནི་མཚན་ཁྱེན་དྲག་ལ་ཡང་ཨ་ནི་མཛད་ཁ་ཡོང་ཡ་དུ་མ་གནང་རོ་ནའས། ཁྱོད་རྣམ་པ་གི་གནང་ས་རེད་དའས་ཁྱོད་ཚོ། བྱེད་གི་འདུག་དའས་ཡིན་ནའི་གོང་ས་མཆོག་ལ་མཛད་ཁ་ཡོང་ཡ་དུ་ཁྱོད་རྣམ་པས་གནང་བ་ཡིན་ན། ང་ཚོ་མཐའ་གཅིག་ཏུ་ངོ་རྒོལ་ཡོད་ལ། ཨ་ནི་དངོས་གནས་ཀྱི་གོང་ས་མཆོག་ལ་མཛད་དཀའ་ཡོང་ཡ་མ་གནང་རོགས་གནང། ཨ་ནི་ངེད་ཀྱི་ད་ལྟ། སུ་ཡིན་ནས་ཀྱ་ད་ལྟི་སྒང་ལ་ཡ་སྐུ་ཕྱྭ་སྒང་ལ་བསྡད་དེ་ངེད་དེ་ག་ལ་ཡ་རེ་འགུལ་ཞུ་གི་ཡོད་ཨ་ནི་ས་མ་ལ། བཀྲ་ཤིས་བདེ་ལེགས།